ད་ལོ་སྒྲུབ་ཡབ་སྲས་གཉིས་ཀའམ་དབུ་མ་བ་ཐམས་ཅད་ཀྱི་ཐུན་མོང་དུ་ཁས་ལེན་པའི་སློབ་འཁོར་འབྲི། སློབ་དཔོན་སངས་རྒྱས་བསྐྱངས་སློབ་དཔོན་ལེགས་ལྡན་འབྱེད་ལ་སོགས་པ་རང་གཅེས་པའི་མཁས་ཡ་རྣམས་ཀྱིས། དེ་ཙམ་ཁས་མ་བླངས་ན་ད་ཁོང་གང་གི་གྲས་སུ་འཇོག་རྒྱུ་རེད། དེ་ཚོའི་ཐོག་བསམ་གཞིག་གཏང་དགོས་ས་ཡོད་ཀྱི་རེད་བསམ་འདུག། དེས་ན་ད་སྤྱིར་བཏང་སློབ་དཔོན་ལེགས་ལྡན་འབྱེད་ཀྱི་སློབ་དཔོན་སངས་རྒྱས་བསྐྱངས་བཀག་བསྡུས་ན། དངོས་སུ་འགོག་རྒྱུ་དེ་གང་རེད་ཟེར་ན། སློབ་དཔོན་སངས་རྒྱས་བསྐྱངས་ཀྱི་བདག་གཅེས་འགོག་པའི་སྐབས་གྲངས་བཅད་ན་སྐྱོན་བརྗོད་པ་དེ

ལྟ་བ་གི་ཐོག་ནས་སློབ་དཔོན་སངས་རྒྱས་བསྐྱངས་དང་ཁོང་གཉིས་ཀ་ལྟ་བའི་རྣམ་གཞག་གི་ཐོག་ནས་དགག་བྱ་དངོས་འཛིན་གི་སྟེང་ནས་མི་མཐུན་གི་རྫས་གི་ཧ་མཛད་ཡོད་བ་མ་རེད། དེར་མ་ཟད་སངས་རྒྱས་བསྐྱངས་གི་ཐུགས་ཀ་ལེགས་ལྡན་མ་རེད་ལེགས་ལྡན་འབྱེད་གི་ཐུགས་ཀ་སངས་རྒྱས་བསྐྱངས་གི་རང་གྱི་མི་བཞེད་པ་དེའང་ཁོང་གི་ཧར་ཆེར་དགོངས་མེད་པའི་ཚུལ་འདྲ་གནང་ཡོད་ས་རེད་ར་རྗེ་རིན་པོ་ཆེའི་ལེགས་བཤད་མྱོང་བ་ནི། སློབ་དཔོན་ལེགས་ལྡན་འབྱེད་ཀྱི་སངས་རྒྱས་བསྐྱངས་ཀྱི་རང་རྒྱལ་ཁས་ལེན་པ་གཞིར་བཞག་གནང་འདུག་གཟིགས་འོག་གི་རང་རྒྱལ་ཁས་ལེན་པ་དབུ་མེད་དུ་ཞུ་བའི་ལུགས་སུ་སྣང་ངོ་ཟེར་ན་མ་གཏོགས། སངས་རྒྱས་བསྐྱངས་ཀྱི་རང་རྒྱལ་བཞེད་ཀྱི་མེད་པ་དེ། ལེགས་ལྡན་གྱི་མ་རྒོམ་བའི་ཚུལ་འདྲ་བོ། ཕར་གྱི་ཡོད་ས་རེད་ད་ལེགས་ལྡན་གྱི་གསུང་གི་ནང་ན་བལྟས་ན། དེའི་རྗེས་སུ། འོ་ད། དེ་ཡོད་ནི་རེད་ད་ཡིན་ན་ད་སློབ་དཔོན་ལེགས་ལྡན་འབྱེད་དང་སློབ་དཔོན་སངས་རྒྱས་བསྐྱངས། ཟླ་བ་གྲགས་པ་ལ་སོགས་པ་ད་སངས་རྒྱས་བསྐྱངས་དང་ཟླ་བ་གྲགས་པ་གཉིས་ཀ། ལྟ་བའི་འདོད་ཚུལ་གྱི་ཐོག་ནས་གཅིག་པ་རེད་ར་ད་སློབ་དཔོན་ལེགས་ལྡན་འབྱེད་དང་ཟླ་བ་གྲགས་པ་གཉིས་ཀའི་བར་བརྩིས་ན་ཆོག་གི། ལེགས་ལྡན་གྱི་དང་སངས་རྒྱས་བསྐྱངས་ཀྱི་གནས་བར་བགྱིས་ན་ཆོག་པ་དེ་གཉིས་ཀྱི་བར་དགག་བྱའི་ཐོག་ནས་ངོས་འཛིན་གྱི་ཁྱད་པར་ཡོད་པ་མཐར་ཐུག་སོང་ན་དེ་གཉིས་ཀའི་ལུགས་ཀྱི་སྟོང་ཉིད་ཀྱི་རྣམ་གཞག་ལ་ཁྱད་པར་ཡོད་པ་དེ་རྗེ་རིན་པོ་ཆེས་དགོངས་པ་རེད་དེའི་རྒྱུ་མཚན་ཁ་ཚང་མདོར་བསྡུས་བ་བཞིན་ཁྱེད་རྣམ་པ་ཆ་ག་ཞུས་ཟིན་པ་རེད་འོ་ན་ལྷོ་ཁོང་ལེགས་ལྡན་གྱི་ཀྱི་ལུགས་ལ། སྟོང་ཨ་ཉི་ཟེར་རྒྱུའི་དོན་དུ་ཕྱི་མི་ཟེར་རེད། ལྷོ་ཁོ་ལེགས་ལྡེམ་གྱི་སྐད་ལུགས་ལ་སྟོང་ཨ་ཉི་ཅེས་དགག་བྱ། ཐོག་མར་སྟོང་ཨ་ཉི་ཅེས་རྣམ་གཞག་གཏན་ལ་འབེབས་དགོས་ན་གང་དགག་གྱི་དགག་བྱ་ངོས་འཛིན་དགོས་པ་ར། གཅིག་གཟུགས་བདག་མེད་པ། གཏན་ལ་འབེབས་དགོས་ན་ཐོག་མར་བདག་ཏུ་གྲུབ་པའི་གྲུབ་ཚུལ། བདག་ཏུ་གྲུབ་པའི་གྲུབ་ཚུལ་གྱི་ངོས་མ་བཟུང་ན་བདག་མེད་པ་གཏན་ལ་འབབ་ས་འབྱུང་ནི་མ་རེད། དཔེར་ན་ང་ཚོའི་གཞི་འདིར་བུམ་པ་ཡོད་མེད་དང།

འོན་པ་ཡོད་དང་མེད། བདུན་གྱི་བཞིན་དུ་འོན་པ་མེད་པའི་རྣམ་གཞག་གཏན་ལ་འཇོག། གཏན་ལ་འབབ་མི་ཐུབ་པ་ཟེར་བས། དཔེ་དེ་བཞིན་དུ། སློབ་དཔོན་ལེགས་ལྡན་འབྱེད་ཀྱིས་ལུགས་ལ། སྟོང་པ་ཉིད་ཀྱི་རྣམ་གཞག་འདོད་སྟངས་དེ། བར་དུ་འདའ་བ་དང་སངས་རྒྱས་བྱང་ཉིད་དང་མི་མཐུན་པ་ཡིན་ན། འདི་ན་ལེགས་ལྡན་འབྱེད་ཀྱི་ལུགས་ལ་ཆོས་ཐམས་ཅད་ཀྱི་སྟེང་གི་ཆོས་ཉིད། ཆོས་ཐམས་ཅད་ཀྱི་སྟེང་གི་བདག་མེད་པ་དེའི། དགག་བྱ་ཆེན་མོ་ཟེར། དེས་སོང་ན་སློབ་དཔོན་ལེགས་ལྡེམ་གྱིས་རང་དགག་གཞུང་ནས་དགག་བྱ་འདི་ལྟ་བུ་བཟང་འདོད་རྒྱུ་ཡིན་ཟིན་ངོས་འཛིན་གསལ་བོར་ཕར་ཆེར་མི་གསལ་རེད་ར་ཡོད་ན་རྗེ་རིན་པོ་ཆེ་ལྟ་བུའི་གཏར་རྒྱ་ཆེན་པོ་དགག་གཟིགས་དགོས་ནི་རེད་ད་གོང་རིག་གི་ད་དགག་བྱ་ངོས་འཛིན་དགག་གཞུང་ལེགས་ལྡེམ་གི་གསུང་གི་ནང་ནས་དྲངས་ཡོད་ནི་མ་རེད་དབུ་མ་རང་རྒྱལ་པོའི་ལུགས་ཀྱི་དགག་བྱ་ངོས་འཛིན་དགག་གཞུང་གང་ན་ཡོད་དགག་གཟིགས་དུས་སྐལ་མ་ལ་ཞིག་ལས་དབུ་མ་སྣང་བ་ལོང་དྲངས་བ་འདི་རེད་སྤྱིར་བཏང་གཞུང་རབ་ཀྱི་དབང་དུ་བྱས་ན། དབང་སངས་ལེགས་སྡོམ་གྱི་ཟླ་སྐར་མ་ལ་ཕྱི་ལོ་ཉི་བ་ར་དུ་ར་མང་པོ་ད་ལོ་རབས་སུ་ཁྱད་དོན་རེད་ད་ལྷོ་ཁོང་ལེགས་སྡོམ་གྱི་སངས་རྒྱས་བྱང་ཉ་ཕར་ཆེར་དུ་རབས་དྲུག་གི་ནང་གི་མི་ཡིན་པ་གཏན་འཁེལ་སོང་ན་ལྷོ་ཁོང་སྐར་མ་ལ་ཕྱི་ལོ་དུ་རབས་བདུན་པའི་འཇིག་ཟླ་དུ་རབས་བརྒྱད་པའི་མགོ་ན་འདྲ་དེ་འདྲའི་ཟིག་གི་ལྷོ་ཁོང་ཟིག་རེད་ད་ལྟའི་བར་ལོ་ཉིས་བརྒྱ་མ་བརྒྱུགས་ན་ལོ་བརྒྱ་ཕར་ཆེར་ཁྱད་དོན་རེད་དུ་ཁྱད་སོང་འདུག་ལྷོ་ཁོང་སྐར་མ་ལ་ཕྱི་ལོའི་སོང་ཟིག་གི་ནང་ནས་ཚིག་ཟིག་གྲངས་ཁྱེར་འོང་ན་ད་ལྟའི་དགག་བྱ་ངོས་འཛིན་གི་གཞུང་དུ་ལྷོ་ཁོང་ལེགས་སྡོམ་གྱི་དམ་ཆོས་རང་རྒྱུད་པའི་ཁྲིམས་ལྟར་ཐམས་ཅད་ཀྱི་དགག་བྱ་ངོས་འཛིན་གི་གཞུང་གི་མཚབས

རང་གི་པའི་ལུགས་ཀྱི་ལྟ་བའི་རྣམ་འཇོག་ལྟར་ན་ཕེབས་ན་རང་གི་པའི་ལུགས་ལ། ལོག་རྣམ་མེད་ལ་སྣང་ཡུལ་རང་གི་གཞོགས་ཁ་མ་ཡིན་པ་རང་གི་ཐུན་མོང་མ་ཡིན་པའི་རྡོ་ལུགས་ཀྱི་ངོས་ནས་གྲུབ་པ་དེ་རང་གི་པའི་ལུགས་ཀྱི་དགག་བྱ་ཕྲ་མོ་རེད། དེ་འབྲས་གྱི་རྡོ་ལུགས་ཀྱིས་གྲུབ་པའི་སྟོང་བ་དེ་རང་གི་པའི་ལུགས་ཀྱི་ལྟ་བ་རེད་དག་གསུང་གི་འདུག་ད་དག་སོང་ན། དེ་ཧ་ཅང་གི། གོ་བ་ལེན་ཁག་པོ་ཟིག་རེད་རང་ངོས་ནས་དྲང་ནས་བཤད་ན་གོ་བ་ལེན་ཁག་པོ་ཟིག་རེད། ཀུན་མཁྱེན་གོ་རམས་པའི།

འཛམ་བུ་གླིང་གི་ལུང་བ་སོ་སོའི་ནང་གི་རྟའི་ཚན་རིག་གི་ཚོད་ལྟ་གང་མང་བོའི་ནང་ཁྱེར་ནས་རྟའི་ཚན་རིག་གི་འཕྲུལ་སྐྱིད་ལ་བཟང་ངན་དང་དེའི་དབྱེ་བ་མེད་ན། ཚན་རིག་གི་ཚོད་ལྟ་གང་མང་བོའི་ནང་ཁྱེར་ནས་རྟ་འདིའི་ནང་ན་མིའི་ལུས་ཕུང་ལ་གནོད་པའི་རྫས་ཡོད་ཀི་ན་མེད་ཀི་རྫས་བརྟག་བྱའི་ཡི་གེ་གང་ཐུབ་བཏང་ན། ཐམས་ཅད་ཀྱིས་ཁ་གཅིག་མཐུན་དུ་མིའི་ལུས་ཕུང་ལ་གནོད་པའི་རྫས་ཡོད་ཀི་རྫས་ཁ་གཅིག། ད་ནངས་ཉལ་ཐོག་གི་མེ་ཏོག་ཟི་ཁྱེར་འོང་ན་འདི་མེ་ཏོག་ཏུ་ཡེ་ཧྥ་ཟི་རེད་ན་སི་ཧྥ་ཟི་རེད་ཟིག་འཛམ་གླིང་གི་ལོ་ང་སོ་སོ་ཡང་མི་རྣམས་ཉིན་མོང་བོ་ཟི་གི་སྔུན་ན་ཁྱེར་སོང་ན་གཅིག་མཐུན་གི་ལན་ཟི་རྩ་བ་ཉིད་ཡོང་མི་ཐུབ་གི་ཁ་ཤི་གི་ཡེག་གི་ཟི་གི་ཁ་ཤི་གི་བར་མ་ཟི་རེད་ཟི་གི་ཁ་ཤི་གི་མི་ཡེག་གི་ཟི་གི་ར། དེས་ན་ཉལ་ཐོག་གི་ངོ་ན་འགྲོ་བ་མི་ཡི་སིའི་སྔུན་ན་ཁྱེར་ན་ཟི་ན་ཆོག་གི་གང་ལྟར་ཚོད་ལྟ་གང་སིའི་ནང་ང་སོང་ན་གཅིག་མཐུན་དུ་ཐག་བཅད་པའི་གི་ཆ་ཟི་གཅིག་མཐུན་དུ་ཐག་ཆོད་ཐུབ་པའི་ཆ་ཟི་ད། རང་རང་གི་ལུགས་གི་གོམས་གཤིས་ཀྱི་དབང་གིས་མ་གཏོགས་དབྱར་ཁུར་གྱི་ངོས་ནས་ཐག་མི་ཆོད་པའི་ཆ་གཉིས་ཉ་ཐོག་གི་མེ་ཏོག་གི་སྟེང་ན་ཡོད་གི་དེའང་གནས་ལུགས་རགས་པ་ཟེར་ཡང་མ་གཏོགས་དེ་རང་རྒྱུད་པའི་ལུགས་ཀྱི་ལྟ་བ་ཕྲ་མོ་ཟིག་མ་རེད་ར། དཔེ་དེ་བཞིན་དུ་རང་རྒྱུད་པའི་ལུགས་ལ། ཤེས་བྱ་ཐམས་ཅད་ཀྱི་སྟེང་དུ། དབྱར་ཁོ་རང་གི་སྟེང་ནས་རྡོ་ལུགས་ཀྱི་ངོས་ནས་གྲུབ་པའི་ཆ་ཟིག་གདའ། རྡོ་ལུགས་ཀྱི།

དེ་ནས་ལྷག་པར་ལེགས་ལྡེམ་གྱི་སྐུ་ལྟ་སངས་རྒྱས་བསྐྱངས་ལྟ་ལེགས་ལྡེམ་གྱི་དེའི་ནང་ནས་ལེགས་ལྡེམ་གྱི་དེ་དེའི་རྐྱེན་དུ་གང་ནས་འོངས་ནི་རེད་ཟེར་ན། ལྷག་པར་དབྱིག་གཉེན་གྱི་སློབ་མ་ལྷག་པར་བློ་གྲོས་བརྟན་པས། རྩ་བ་ཤེས་རབ་ཀྱི་དགོངས་པ་རྣམ་རིག་ཙམ་དུ་བཀྲལ་རིག་གཞུང་སུ་མཛད་ནི་རེད། རྩ་བ་ཤེས་རབ་ཀྱི་དགོངས་པ་རྣམ་རིག་ཙམ་དུ་འགྲེལ་རིག་གཞུང་སུ་མཛད་དུས་ནི་ལྷག་པར་ལེགས་ལྡེམ་གྱི་སྐུ་དེ་ལ་དགག་པ་བཏང་ནི་རེད། རྩ་བ་ཤེས་རབ་ཀྱི་དགོངས་པ་རྣམ་རིག་ཙམ་དག་གཉིས་ནི་མ་རེད། རྣམ་རིག་ཙམ་ཟེར་ནོ་ད་དངོས་བོ་ཉིད་མེད་པར་མ་ཟེར་ནོ་འདི་ནི་ཡོངས་སུ་ཐ་དད་པའི་ལྟ་བ་གཉིས་ཡིན་ཚུལ་འདི་ནི་ད། ཧྲོལ་དུ་བཀྲལ་ནི་དེ་ནས་བཟུང་སྟེ། ལོ་ཐོག་གཉིས་ཀྱི་དགོངས་པ་སོ་སོར་གྲྭར་རྗེས་ཤོར་དུ་རྒྱ་གར་རབ་བྱུང་ནས་ནི་གསུངས་ཡོད་ཀྱི་རེད། ད་དུང་ཁུ་བ་ཆེན་པོ་གསུངས་ཡོད་འདུག་ན་དེ་ང་ཚོས་མདོར་ན་ཏན་ཏན་གནང་ས་ཡོད་དགོས་ཀྱི་རེད་བསམ། དེ་མ་གཏོགས་དངོས་སུ་ལྷོ་སྐུ་མཐོ་དམན་རང་གི་གསུང་ད་ང་ཚོས་དྲང་ངེས་ལེགས་ཤེས་ཉུང་བའི་སེམས་ཙམ་པ་ཚོས་མྱོང་ན་ཟེར་ན་ཐམས་ཅད་ཀྱི་ཤེས་ནི་རེད་ར་ད། བྱང་ས་དང་ཐེག་བསྡུ་དང་ཟླ་བ་དུས་སུ་ནང་ནས། དབུ་མ་བ་ལ་རྩོད་པ་མང་བོ་ཞིག་ནང་མཐའ་གཅིག་ཏུ་ངོ་བོ་ཉིད་པའི་པར་མ་ཡིས་ལུགས་ལྟར་བཀག་ཡོད་པའི་བཟོ་འདྲ་བཟོས་ཡོད་ནི་རེད་ར་བཟོ་འདྲ་བཟོས་ཀྱི་མེད་བཀག་ཡོད་རེད་དེ། དེའི་རྗེས་འཇུག་གི་མཁས་པའི་ནང་ནས།

དེ་ནས་ད་ལྷག་བསང་ཆུ་བསྐྱངས་དང་ལེགས་འདེམས་ཀྱི་འདི་གཉིས་ཀ་རྒྱ་གར་རུ་བྱོན་པའི་སྐབས་དུ་རྒྱ་གར་སྤྱིའི་གེགས་ནི་སྟངས་ཕྱི་མི་ཟིག་རེད་རྒྱལ་རབས་གང་ཟིག་གི་སྐབས་རེད་དེ་གི་ཆེད་གིས་ཡང་ཅུང་ཟད་ཙི་ཤི་དགོས་ཀྱི་རེད་ར་ཅུང་ཟད་ཙི་མ་ཤི་ན་ང་ཚོས་ཡང་ཁར་ཚང་ཀོང་ནས་རིམ་པ་བཞིན་དུ་མར་ཡོང་རྒྱུའི་སྒྲོམ་དུ་ཙི་གེ་ཟིག་འཐོར་འཇོག་གི་ད་དེའི་སོང་ན་ཁར་ཚང་ང་ཚོས་ད་ཕྱིར་གི་རྒྱ་གར་གི་ལོ་རྒྱུས་ཟེག་འདུག་རྒྱུ་དུ་གསོ་རིག་དུས་རབས་ཧ་ཅང་མང་ནས་གཅིག་གྱུར་གྱི་དུས་རབས་ཤིན་ཏུ་ཉུང་ནས་དེ་མི་ཟེར། གསོ་རིག་དུས་རབས་ཤིན་ཏུ་མང་དུས་རྒྱལ་ཕྲན་སོ་སོའི་གི་མྱང་འདས་དུ་སོ། ང་ཚོའི་ལོ་ངོ་ཡང་མི་ཤོང་གི་ར། དེ་ནས་ང་འདྲ་འདྲ་ཟེར་ན་རྒྱ་གར་གི་ཡུལ་ལུང་གི་ནང་བྱ་ཐག་ཡིན་འཇོག་མ་གནང་ན་གི་ས་སྐྱ་དུ་སོ་དཔེ་ཆའི་ནང་ནས་བྲིས་རྒྱུ་མ་གཏོགས་སེམས་ནའང་སྟོན་ཆ་ཤར་གྱི་མེད་གི། རྟགས་ཤར་གྱི་མེད་དུས་ལོ་རྒྱུས་དུ་སྤྱིར་བཏང་བྱ་ཐག་ཟིན་མི་ཤེས་གི་ར། ལོ་རྒྱུས་ནི། མི་དང་དུས་དང་ཡིད་གསུམ་གི་གྲུབ་དབང་རེད།

དུ་འགྱུར་སོང་བ་རེད། དུ་འགྱུར་སོང་བ་རེད། མི་འདི་ཟིན་པ་རེད། ད་མ་འགྱུར་ཁོས་ལྷག་དོགས་ནོ་གང་རེད་ཟེར་ན། ཤོག། ཡང་ན་ཡིད། ཡིར་དང་དུ་དང་མི་གསུམ་གི་ནང་ནས་ཡིར་ཁོས་ལྷག་དོགས་ནི་རེད། ཡིར་ལ་ཡང། མིའི་བཟོ་བཅོས་རྒྱབ་ན་གྲོང་ཁྱེར་གི་འཛུགས་སྐྲུན། གསར་བ་བཞེངས་རྒྱུ་ནི་འདྲ་སྔར་གྲོང་ཁྱེར་ཡོད་ན་འཇིག་སོང་ན་ནི་དེ་འདྲའི་ནི་འགྱུར་བ་ཡོད་རེད་དེ། རྩ་བའི་ཆ་ནས་ཡིར་ནི་འདི་དང་འདི་འོ་ཞེས་མཛུབ་མོ་གཏོད་མཆོག་ག་ཚོད་ཡོད་ནི་རེད།

དེ་རེད་ད། དེ་ཡིན་ན་ད་གང་ལྟར་རགས་ཙམ་གྱི་ཆོག་ནའི་དུས་ན་ད་ང་ཚོའི་སྔོན་ན་མྱ་ངན་མེད་གི་མུ་རིའི་རྒྱལ་རབས་དེ་རྒྱ་གར་གཅིག་གྱུར་གྱི་རྒྱལ་རབས་ཆེན་པོ་ཡིན་ནོ་དེའི་སྐབས་སུ་ཉན་ཐོས་ཡི་དམ་པ་ཤིན་ཏུ་དར་ཁྱབ་སོང་ནས་སྐོར་བཟོ་ཞུས་ཟིན་པ་རེད་ར། དེའི་རྗེས་སུ་རྒྱ་གར་བྱང་ཕྱོགས་ནས་ཀི་ཤ་ནའི་རྒྱལ་རབས་ཀྱི་སྐབས་སུ་ཐེག་པ་ཆེན་པོའི་གཏམ་པ་དར་ནས་མགོན་པོ་ཀླུ་སྒྲུབ་དང་ཨ་རྱ་འདེ་བ་དང་ལྷོ་ཁ་སྟག་དབྱངས་སོགས་དང་འབྲེལ་རབས་བྱུང་ནས་ད། སྤྱིར་ཀི་ཤ་ནའི་རྒྱལ་རབས་དེ་རྒྱ་གར་གྱི་ལོ་རྒྱུས་ཀྱི་ཐོག་ནས་རྒྱལ་རབས་སྟོབས་པོ་ཆེ་ཟིག་ཡིན་པ་ད། དེའི་ནང་ནས་ཐེག་པ་ཆེན་པོའི་ལོ་རྒྱུས་ལ་མཚོན་ན་ད་ཤིན་ཏུ། ལྟར་ཁྱབ་ཆེ་བས། ད་མགོ་འཛིན་པའི་དུས་ཚིགས་ཁྱད་པར་ཅན། ཏི་འབྲི་ཟི་རེས་ཐེག་པ་ཆེན་པོའི་ཆོས་ཟེར་གྱི་ཏི་རྒྱ་གར་གྱི་ལོ་རྒྱུས་ཀྱི་དབང་དུ་བྱས་ན། སྐུ་ཞབས་ནི་རྒྱལ་རབས་ཟླ་དེའི་ནང་ནས་རྒྱལ་པོ་ཀ་ནི་ཀའི་རྒྱབ་སྐྱོར་དང་རམ་འདེགས་ཀྱི་འོག་ནས། དར་མྱོང་ཟ་བ་ཏི་ཟི་མ་རེད། ད་རྒྱལ་པོའི་རྒྱབ་སྐྱོར་དང་རམ་འདེགས་ཟེར་དུས་ང་ཚོས་ཕྱི་ཟིག་གོ་བ་ལས་མགོ་ཟིན་ན། པན་ཀྲི་རྣམས་ནང་དང་ཁུལ་ཡ་དེ་དག་ལ། སངས་རྒྱས་ཀྱི་ཆོས་ལ་ཐུགས་བསམ་དགོངས་བསམ་བྱེད་པའི་འཁོར་ཡུག་བསྐྲུན་པ་དང། དེ་སྲིད་འཇུག་གི་ཐོག་ནས་དེ་ལ་མཐུན་འགྱུར་བྱས་པ་རེད་མ་གཏོགས་རྒྱལ་རོ་ཁྲིམས་ཀྱི་སྒོ་ནས་རྟ་པད་དུ་བཙན་པོ་ཡི་དཔེར་ན་རྟ་པད་ཁས་མི་ལེན་མཁན་ན་ཆད་པ་བཅད་ན་འདྲ་འདྲ་དེ་འདྲའི་གི་ཐོག་ནས་རྩ་བ་ཉིད་ནས་དཔེར་ཡོད་བ་མ་རེད་མྱ་ངན་མེད་གི་དཔེར་ཡོད་བ་མ་རེད་ད་ག་ནི་གི་ཡང་དེ་ལྟར་དཔེར་ཡོད་བ་མ་རེད་རང་སྤྱིར་དེ་ལྟར་དཔེར་བཏང་སྟེ་ང་ཚོའི་སངས་རྒྱས་བཅོམ་ལྡན་འདས་གི་རང་ནས་བཟུང་སྟེ་སྣང་བ་རང་གི་ཆོས་དཔེར་བཏང་དང་མཐུན་གི་ཡོད་བ་མ་རེད། ཡིན་ན་རྒྱལ་པོ་དེ་དག་གི་མཐུན་རྐྱེན་རོགས་རམ་བཟོས་ཀྱི་འོག་ཏུ་རྒྱལ་པོ་དེ་དག་གིས་སངས་རྒྱས་ཀྱི་ཆོས་ལ་ཐོས་བསམ་སྒོམ་གསུམ་བྱེད་པའི་ཁོར་ཡུག་བསྐྲུན་ནས་ད་ལྟའི་མཐུན་རྐྱེན་རོགས་རམ་ཞུ་བ་ཟེར་ཡས། དེ་ནས་གང་ལྟར་ད་ལྟའི་ག་ནི་ཀའི་རྒྱལ་རབས། ཀི་ཤ་ནའི་རྒྱལ་རབས་དུ་རྒྱ་གར་བྱང་ཕྱོགས་དང་ནུབ་ཕྱོགས་ནས་ཧ་ཅང་གི་རྒྱལ་རབས་སྟོབས་པོ་ཆེ་ཟེར་ཡས་དུ་འཇིག་སོང་ནི་རེད་དུས་རབས་གསུམ་པའི་མགོ་བོ་མ་ཚུགས་བར་དུ་གཟུགས་ནི་འཇིག་སོང་ནི་རེད།

དེང་སང་གི་རྒྱ་གར་གི་གཞུང་རབ་སྨྲ་བ་ཐམས་ཅད་ཀྱིས་རྒྱ་གར་གྱི་ལོ་རྒྱུས་ཀྱི་ཐོག་རྒྱལ་རབས་ད་ཆའི་ཕུན་སུམ་ཚོགས་པོ་དེ་སྐུད་པ་དེའི་རྒྱལ་རབས་དུ་འཇོག་གི་ཡོད་མི་རེད་རྒྱ་གར་གྱི་གསེར་གྱི་དུས་རབས་ཟེར་རྒྱུ་འོག་ཏུ། ཤེས་རིག་དང་སྒྱུ་རྩལ་དང་བཟོ་སྐྲུན་དང་གང་གི་ཐད་ནས་ཡིན་ན་རྒྱ་གར་གྱི་གསེར་གྱི་དུས་རབས་ད་སྐུད་པ་དེའི་རྒྱལ་རྒྱུད་ཀྱི་དུས་སུ་བྱུང་མྱོང་ཟེར་ཨོ་ཛི་རྒྱ་གར་གྱི་གཞུང་རབ་སྨྲ་བ་ཐམས་ཅད་ཀྱིས་དེ་རིགས་ནི་ཕར་ཁྱིམ་རང་གཅིག་ཏུ་སྨྲ་གི་ཡོད་ས་རེད། ཡིན་ནའང་ང་ཚོ་བོད་ཀྱིས་རྒྱ་གར་གྱི་ལོ་རྒྱུས་ལ་མཁས་པ་ཐུབ་བསྟན་མཆོག་གྲུབ་ཁག་སོང་ན་ཆི་ཟེར་ཨེ་ཟེར་ན། དེང་སང་སྐུད་པ་དེ་སྦྱར་རྒྱུ་དེ་རྒྱ་གར་གྱི་ལོ་རྒྱུས་ཀྱི་ཐོག་གི་གསེར་གྱི་དུས་རབས་ཡིན་ཟེར་རྒྱུ་དེ་བྲམ་ཟེ་གྱི་ཆོས་ལུགས་ལ་ཞེན་པ་ཡོད་མཁན་དང་རིག་བྱེད་ཀྱི་ཆོས་ལ་ཞེན་པ་ཡོད་མཁན་དང་གང་ལྟར་དེང་སང་གི་ཧིན་དི་གི་ཆོས་ལ་ཞེན་པ་ཡོད་མཁན་གྱི་ལོ་རྒྱུས་སྨྲ་བ་རྣམས་ཀྱི་ལྟ་ཚུལ་ཟེར་བས་མ་གཏོགས། ནང་བའི་ཤེས་རིག་དར་འཕེལ་གྱི་ངོས་ནས་བལྟས་ན་གསེར་གྱི་དུས་རབས་དེ་མྱ་ངན་མེད་ཀྱི་དུས་རབས་དང་ཀི་ཤ་ནེའི་དུས་རབས་དུ་བརྩི་དགོས་ཀྱི་མ་གཏོགས་སྐུད་པ་དེ་དུས་རབས་དུ་མ་རེད་ཟེར་ན་དང་དེ་འདྲའི་ལྟ་ཚུལ་ཡང་བཏོན་ཡོད། ཡིན་ནའང་ང་ཚོ་བོད་ཀྱི་ནང་ནས་རྒྱ་གར་གྱི་ལོ་རྒྱུས་ལ་མཁས་པ་མཁས་དབང་དགེ་འདུན་ཆོས་འཕེལ་འདྲ་ཟེར་ན་ཁོང་གི་དགག་པ་དེའི་རྒྱལ་རབས་དེ་རྒྱ་གར་གྱི་གསེར་གྱི་དུས་རབས་ཡིན་པ་ཁོང་གིས་ཁས་ལེན་གི་རེད་གཏམ་རྒྱག་གསེར་ཐང་གི་ནང་དགག་པ་དེའི་རྒྱལ་རྒྱུད་ཀྱི་སྐལ་བ་རྒྱ་གར་ཟེར་རྒྱུ་འདི་ཆ་ཀུན་ནས་ཉི་མ་སྙིང་གོང་དུ་སླེབས་པ་ལྟ་བུ་རེད་གསུང་གི་འདུག་དེའི་དུས་ཀྱི་ཐ་ན་རྡོ་གི་ཐོག་གི་ཕོ་བྲང་དང་དེའི་སྙིང་བ་ཆེ་གེའི་ཞིག་རོ་གི་ནང་སོང་ནས་རྡོ་གི་སྟེང་གི་རྩི་ཡང་དུས་རབས་གཞན་པ་དང་མ་འདྲ་བ་གི་དུས་མིན་གཞུང་བཟོ་བཟོ་སྐྲུན་གྱི་ཐོག་ནས་ཧ་ཅང་དར་ཟེར་སྙན་ངག་དང་གདུགས་དཀར་ལ་སོགས་པའི་གཙུག་ལག་རིག་བྱེད་ཤིན་ཏུ་མང་བོ་བྱུང་ཟེར་ར།

དུ་མ་གཏོགས་གབ་པ་དེ་སྦྱར་རྒྱུ་གི་དངོས་སུ་རྒྱལ་རབས་འཛིན་མཁན་དུ་ཟླ་བ་སྦས་པ་དང། ཟླ་བ་སྦས་པ་དང་བོ་ཉི་བ་ཟེར་གྱི་འདུག་གུར་སྐྱིད་པོ་རྒྱལ་རབས་གཅིག་གམ་ནའམ་གཉིས་མྱང་གཅིག་ཅན་གཉིས་དཔེར་ན་བོད་འདྲ་ཟེར་ན་བཀྲ་ཤིས་ཟེར་རྒྱུ་ཟེར་གི་གཉིས་ཐོག་འདུག་བཀྲ་ཤིས་ངམ་མང་བོ་མྱང་བཀྲ་ཤིས་དང་བོ་བཀྲ་ཤིས་བཞུགས་མང་བོ་མྱང་བཀྲ་ཤིས་ཉི་བ་ཟེར་དགོས་ན། ཟླ་བ་སྦས་པ་དང་བོ་དུ་གབ་པ་དེ་རྒྱལ་རབས་ཀྱི་འགོ་འཛིན་མཁན་རེད།

རྒྱ་མཚོ་བུའི་སྐབས་ཀྱི་གསེར་གྱི་སྒོར་མོའི་ཐོག་རྒྱལ་རོགས་ཁིར་གི་ལག་པའང་བཟུང་འདུག་ནས་རི་མོ་ཡོད་ནི་རེད་ཟེར། ཁོ་རི་མོ་ལ་མཁས་པ་རེད་ཁོ་སྙན་ངག་པ་ཡང་རེད། ཁོ་དེ་འདྲའི་གི་རང་ཉིད་ཡང་གཙུག་ལག་རིག་བྱེད་ལ་མཁས་པ་ཡིན་ནི་དུས་དུས་རབས་སུ་ད་གཙུག་ལག་གི་རིག་གནས་འདྲ་མི་འདྲ་དར་ཡོད་ས་རེད་ད་དེའི་སྐོར་ང་ཚོས་ད་དེ་རྒྱས་པ་མང་བ་བཤད་ན་ང་ཚོས་དུས་ཚོད་འགོར་སྐྱེལ་ནི་ལེ་ཟེར་རེད། དེ་ནས་རྒྱ་མཚོ་བུའི་གི་འོད་དུ་རྒྱལ་རོགས་ཟླ་བ་སྦས་པ་གཉིས་པ་རེད།

གང་ལྟར་རྟ་ཁ་ནས་ང་ཚོས་ཐང་ན་རྨོ་བཤད་ཅིག་དང་སྐྱི་རག་བར་ནཱ་ལེནྡྲ་གཟི་བརྗིད་དུ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ནས་བཟུང་སྟེ་སྣང་བ་སངས་རྒྱས་ཡོད་ནི་ཁྱེད་ཚོ་ཡིན་པ། དེའི་རྗེས་སུ་ཐེག་པ་ཆེན་པོ་འི་དགེ་ཡུལ་ཞབས་གཉིས་རྣམས་དུས་དང་དུས་སུ་འདུ་འཛོམས་འདུ་འཛོམས་གནང་ས་ཐེག་ཆེན་གྱི་གསུང་རབ་བཞུགས་སའི་གསིག་ལག་ཁང་བཞེངས་ས། དེ་འདྲའི་གཟི་ཡིན་པའི་རྐྱེན་གྱིས། ཐེག་པ་ཆེན་པོའི་ཆོས་ལུགས་དང་ཁ་འབྲལ་ཐབས་མེད་པའི་གནས་ཁྱད་པར་ཅན་ཞིག་རེད། རེད་ད་ཕྱིས་སུ་བར་ནཱ་ལེནྡྲའི་གསིག་ལག་ཁང་ཆེན་པོ་དངོས་སུ་བཞེངས་བ་དུ་སྐབས་པ་དེའི་རྒྱལ་གྱི་དབྱངས་ཞུང་ནི་རེད། སྐབས་པ་དེའི་རྒྱལ་རབས་ཀྱི་གཞོན་ནུ་འབུལ་བའི་སྐབས་ཞུང་ནི་རེད། དུས་རབས་ལྔ་བའི་ནང།

མཐའ་གཅིག་ཏུ་གི་དྲ་འཛུལ་གྱི་ཆོས་ལུགས་ལ་གཙིགས་འཛིན་གནང་མཁན་གྱི་རྒྱལ་རབས་ཟེར་བའི་རྒྱལ་རོགས་འཁོར་གྱི་ཕོབ་གྲངས་ཀྱི་ཆོས་ལུགས། ཡིན་ན་ཡང། ཁོས་མི་རྟག་པའི་ཆོས་ལུགས་ལ་བཞིན་འབབ་བྱས་ནས་སྣང་བ་བའི་ཆོས་ལུགས་དང་སྐྱེ་རུ་བའི་ཆོས་ལུགས་དུ་སོགས་རྒོལ་རྡུང་བཏང་ཀྱི་འདྲ་འདྲ་མགོ་གནོན་གྱི་འདྲ་འདྲ་དེ་འདྲའི་རྩ་བ་ཉིད་ནས་བྱས་མེད་ཀྱི། ད་ལྟའི་གི་ཐོག་ནས་སྐུད་པ་དེ་ཤེས་རིག་དར་འཕེལ་ར་འགྱུར་བཅས་ཀྱི་རྩ་བའི་གི་ངོས་ཀྱིས་ང་ཚོས་མཐོང་གི་ཡོད་ནི་རེད་ར་རིག་གནས་སྣ་ཚོགས་ལྷག་པར་དུ་ལྟ་གྲུབ་ཐ་དད་པའི་རིག་གནས་སྣ་ཚོགས་རྒྱལ་རབས་གཅིག་གི་མངའ་ཁོངས་ནས་ཡར་རྒྱས་འགྲོ་གི་ཡོད་དོན་ནི། རྒྱལ་རབས་དེ་གི་སྲིད་འཇུས་ཀྱི་སྐྱེལ་ཡང་གི་ཆ་དེ་དག་དེ་ཚོ་ད་ཏན་ཏན་ང་ཚོས་གཟའ་ཟུར་ནས་དཔོག་ཐུབ་གི་ཡོད་རེད། སྤྱིར་སྐུད་པ་དེའི་ཆོས་ལུགས་དེ་བྲམ་ཟེ་གི་ཆོས་ལུགས་ལ་མཐའ་གཅིག་ཏུ། སྐུད་པ་དེའི་རྒྱལ་རབས་དེ་བྲམ་ཟེ་གི་ཆོས་ལུགས་ལ་མཐའ་གཅིག་ཏུ་བཞེངས་པ་བྱེད་མཁན་རྒྱལ་པོ་རྣམས། ལྷ་ཆེན་པོའི་འགྲོ་བ་མི་རྣམས་སྐྱོབ་པའི་ཕྱིར་དུ་སྤྲུལ་བའི་སྐུད་པ་མངགས་ནི་ཡིན་ནོ་དེ་འདྲའི་གི་ལྟ་བ་ཁྱབ་སྤེལ་རབས་དང་དེ་འདྲའི་གི་འདུ་ཤེས་འཛིན་ཚུལ། རྒྱལ་སྤྱིའི་སྤྱིར་བཏང་མཁན་གི་དེ་འདྲའི་གི་རྒྱལ་རབས་ཟེར་རེད། ཡིན་ན་ཡང་འཇིག་རྟེན་སྐུ་དཔའ་བོ་ཁས་མི་ལེན་མཁན་གྱི་ཆོས་ལུགས་སྣང་བ་བཟང་སྤྱི་བ་དང་སྐྱེ་རུ་བའི་ཆོས་ལུགས་ཉང་ཀི་པ་ཏིའི་རྒྱལ་རབས་ཀྱི་དུས་སུ་གང་ལ་གང་འཚམ་ཡར་རྒྱས་སོང་བ་ནི་རེད་ར། ལྷག་པར་དུ་ཀི་པ་ཏིའི་རྒྱལ་གཅིག་གི་སྐལ་བ་དཔར་ནཱ་ལེནྡྲའི་གཙུག་ལག་ཁང་བཞེངས་གནང་འདི་དང་དངོས་གནས་དྲང་གནས་ཀྱི་ཆེ་གཟིགས་གོ་ནོར་བོ་ནང་བའི་ལོ་རྒྱུས་ཀྱི་ཐོག་ནས་ཧ་ཅང་གི་བླང་རིན་ཡོད་པའི་ལོ་རྒྱུས་ཀྱི་དོན་དག་ཆེ་པོ་ཟིག་རེད།